རྒྱ་གར་པཎ་ཆེན་བོད་ལ་བཀའ་དྲིན་ཆེ་པདྨ་འབྱུང་གནས་སྐུ་ལ་བདེ་འཁྲུངས་སྨད་ད་ལྟ་ཀླུ་འབྲུག་ཧྲིལ་པའི་ཁག་རྣོ་མཛད་འུར་རྒྱན་རིན་པོ་ཆེ་ལང་ཕྱག་ཚ་ལོའུ་ནང་པ་ཆོས་སྐུ་སོགས་པའི་ནང་བཞུགས་སའི་ཡོད་མཁན་རིན་པོ་ཆེ་ལན་རྒྱས་འཕགས་པའི་དགེ་འདུན་དགེ་བའི་བཤེས་གཉེན་བཀའ་བཟང་ལན་རྒྱས་ཡང་ཆོས་གྲོགས་ལན་རྒྱས་ལ་ནང་པ་ཆོས་སྐུ་སོགས་པའི་ཕྱོགས་ན་ཆོས་སྐུ་ཁྱབ་བསྒྲགས་གནང་བཞིན་དེ་ནས་ཐོ་རེ་དེ་ནས་ང་དང་ཡོངས་ཆེ་ཤ་ནི་ཟླ་གཉིས་མ་ན་བར་ལ་དེ་ནི་ང་དང་ནང་པ་ཆོས་སྐུ་ཚོགས་པའི་ལ་བྱེད་པ་ཚང་མས་དེ་ནི་བློ་མཐུན་དང་དེ་ནི་ང་དང་མཁན་རིན་པོ་ཆེ། དཀོན་མཆོག་གསང་སྒྲུབ་སྐུ་མདུན་ལ་ག་འདྲིའི་ཕུལ་དཀའ་ནང་བཞིན་དེ་ནི་ང་དང་གུ་རུ་རིན་པོ་ཆེ་སངས་རྒྱས་ཉིད་པ། དེ་ནི་གུ་རུའི་རྣམ་ཐར་བོ་དེ་ནི་ང་དང་ནང་པ་ཆོས་སྐུ་ཚོགས་པའི་ངོ་དེབ་བརྒྱུད་དེ་དེ་ནི་ང་དང། ཆད་མེད་ལ་ལྡག་ཉི་མ་རིམ་བྱེད་ཕུད་ཚོགས་ཆུ་ཚོད། རྒྱབ་ནང་བྷེ་རི་ཀ་དེ་ནི་ང་དང་བཀའ་དྲིན་སྐྱ་ལྔ་རྫ་ཆེ་ཟིན་ཨོག་དེ་ནི་ངེད་བཞའ་ཁྱོད་གྲོགས་ཚང་མ་ལ་དེ་ནི་ང་བཞའི་ཕྱོགས་ན་མིག་གསལ་དུ་དེ་ནི་བཞུ་བ་ནང་བཞིན་དེ་ནི་ངེད་བཞའ་ཚང་མ་དེ་ནི་ཡི facebook ཡི་དེ་ནི་ང་དང life ཀའོ་རྐྱང་མདའ་དེ་ནི་ང་དང་མཁན་རིན་པོ་ཆེ་ཟལ་ཆེ་ཟིན་ཨོག་དེ་ནི་བལྟས་ན་ཐུ་ས་རྫ་དེ་དེ་ནི་ང་དང་སངས་རྒྱས་ཉེས་པ་གུ་རུ་རིན་པོ་ཆེ་རྣམ་ཐར་བུ

གཟུངས་ཆོས་དགོན་ཡོངས་སྒོ་ཤེས་པོ་མ་ཁག་ཅག་འདུག་བསམ་སྟེ་དེ་ནས་ང་གཞན་རྫ་རིམས་དགོན་ཆགས་མེད་ལ་དེ་ནས་དེ་རིང WhatsApp ཡིན་ཅིག་ཡ་དེའོ་མིན་པ་དེ་ནས་ང་དང Facebook ཡིན་ནའང་ང་དང་དེ་རིང་བླ་མ་རིན་པོ་ཆེ་དགོན་ནས་བརྙན་ཐུང་ཡ་བླ་མ་རིན་པོ་ཆེ་དགོན་ནས་གསུང་ཟབ་མོ་དགོན་ང་གཞན་ཆགས་མེད་ལ་བཀའ་ལན་ཡོད་ཡ་ལེ་དེ་ནས་སྟོད་དགོན་དེ་ནས་ང་བཞག་ཨི་ཀ། ང་དང་ཐུགས་བདག་ལས་ལྷས་མེད་ད། དེ་ནས་སྤྱི་ཚོགས་སྤྲ་རྒྱལ་ཡང་ཡང། ང་དང། ཙོག་དགོན་ལ། དེ་ནས་བདེན་པའི་སྤྱི་ཚོགས་སྤྲ་རྒྱལ་ཟེར་ཏེ་ང་དང་མ། རྫུས་མ་ཞིག། དེ་ནས་མ་ང་དང་དེ་ཙམ་ཞིག་ག་ཟུག་གུ་ཐལ་མོ་ནག་བ་ལས་ཏེ་ཙོག་ཞིག་སྨན་པ། དེ་ནས་ང་དང་བདེན་པའི་རང་དེ་ནས་ཡི་སྤྱི་ཚོགས་སྤྲ་རྒྱལ་འོ། དེ་ནས་དུས་རབས་ཉི་ཤུར་ཟག་ཞིག་པའི་ནང་ང་དང་མ། ཚིར་ཀ། ཟབ་མོ་ཞིག། ཚིར་ཀར་དེ་མོ་ཞིག། དེ་ནས་དེ་ནང་ནང་དེ་ནས་ང་དང་དེ་རིང། སྐུ་ན་སྐྱོ་ཐལ་འཇིག་ཡིན་ནང་ཡ་རྟེའུ་མིན་པ་དེ་ནི་ང་དང་གཞོན་ནུ་ཞིག་ཡིན་ནང་དེ་ནི་གོལ་ཅོ་རྫ་འདུག་དེ་ནི་རྟེའུ་རྒྱུ་དེ་དེ་ནི་ང་དང་དེ་རིང། འཇིག་རྟེན་ནི་ནང་འདྲ་མི་འདྲ་དེ་ནི་ང་དང་གཟིགས་ཟིན་བཞུགས་ས་ནོག་ཡ་ལས་དང་དང། རིལ་ཟེར་ཁན་དེ་ནི་རྟེའུ་མིན་པ་དེ་ནི་ང་དང་ད་ཡང་ཕྲུ་གུ་དགུན་ལ་ང་དང་མ་ནི་སྤྱི་ཚོགས་སུ་ནང་སལ་རྒྱེམ་ཚོགས་སུ་མ་འདྲ་མི་འདྲ་ཡོད་ཏེག་དེ་ནི་རྟེའུ་གོལ་ཅོ་རྫ་དེ་འདུག་འདུག་དེ་ནི་ང་ཞིག་དེ་རིང་ཆུ་སྐོལ་ཚོགས་པའི་བཞུ་བ་ཡིན་ནོ་ཡིན་དེ་ནི་སྟེས་དབུས་ལ་མ་གཟིགས་ས། དེ་ནི་གཡུལ་ཚོགས་སྲིད་ཆོས་སྐུལ་ཚོགས་པས་དེ་ནི་ནང་ཕ་ཆོས་སྐུལ་ཚོགས་པས་གྲལ་འགྲིག་ནང་བཞིན། འདི་རིང་སྤྱི་ཚོགས་དྲྭ་རྒྱ་དགུ་ནི་ཀ། ཙམ་ཞིག་དེ་ནི་ང་དང་བླ་མ་རིན་པོ་ཆེ་དགུ་ནི་ཀ་སློབ་དགུན། དེ་ནི་ནག་ཚོགས་ས་དེ་ནི་འདི་རིང་ང་བཞི། བྷ་ཚ་བི་ནང་རྒྱལ་བའི་ཤིས་དགུན་དགུ་ནི་སལ་ཁ་ནི་ཀ་སློབ་དགུན། ང་བཞི། ཉན་ཐུང་ཅོ་སྟེ་དེ་ནི་སྟེས་དབུས་ཕེས་སྦུག་གི་ཀ་ང་བཞི་མ་ཟབ་པོ་དང་མཉམ་པོ་ང་བཞི་དང་སྟེ་ཡོད་དེ་ནི་སྟེས་དབུས་ལ་གཟིགས་སྟེ་འདི་རིང་ང་དང་བདེན་པའི་རང་དེ་ནི་ང་དང། སྟོན་དང་ལྡན་པའི་ནང་པ་ཞིག་ང་དང་ལྡན་ཆེས་ལ་དེ་རིང་ནང་པ་སངས་རྒྱ་སེ་ཟླ་བ་ནང་བཞིན་དེ་ནི་ང་དང་ལག་ལེན་ཅིག་སྤྱི་ཚོགས་སེ་ནང་སྤྱི་ཆགས་ལ་ཞིག་བྱོས་ནང་དེ་ནི་དེ་ལག་ལེན་པོ་རྫ་ཆེས་སེ་དེ་ནི་བརྩོན་འགྲུས་རྫ་རྗེས་དེ་ང་བཞི་སྐུལ་མ་ཞིག་བྱོས་སེ་ཧ་ལམ་ཧ་ལམ་དེ་ནི་མི་མང་མང་པོ་ཞིག་དེ་ནི་དེ་རིང་ལགས་ན་ཁོ་རང་ང་དང་སྐུ་ན་ཆོད་ཁ་ནས་འཇིགས་གཞོན་ནུ་ཡིན་ཅིག་ཏི་ནག་ཙོག་ལྷ་དཀར་འཇའ་སྤི་ཏི་དཔལ་དར་དཀར་སོང་ང་དེ་ནས་ང་དང་ཁོང་བཀའ་དྲིན་ཆེན་སུང་ཁྲོ་ཟི་ཉན་མཛད་ཁན་ལག་ལེན་མཛད་ཁན་གུ་ནི་ཀ་ན་ང་དང་སྤ་སྤེ་མ་རྒྱལ་སྤ་དེ་ནས་ཁོང་ཕྱོགས་སང་ང་དང་སུང་ཁྲིམ་ཟི་རྒྱལ་སྤ་ང་བཞའ་ཕན་ཏོགས་འདུག་ཟེ་རེ་ང་བཞའ་ཁྲོ་དེ་ཡོད་དེ་ནོག་ཡ་ལེ་དེ་ནས་ཏེའུ་དེ་ནས་ང་བཞའ་རང་རང་ས་མ་རག་དེ་ནས་དི་རིང་ང་བཞའི་ཚོགས་སྤེ། མིག་བཞི་གཅིག་ཁུར་ཏེ་ང་བཞི་ཚོགས་པ་བཙུགས་ཏེ་དེ་རིང་སྟེ་མིག་བཞི་ཀུན་ང་དང་བསྒྲུབས་ཏེ་ནོག་དེ་ནས་སྟེའུ་སྒྲུབ་སྐྱེ་སྲིད་དོན་དག་པོ་ཅི་ནོག་དེ་རིང་ང་དང་དགེ་བའི་བཤེས་གཉེན་བཀའ་དྲིན་ཅན་མཁན་པོ་དཀོན་མཆོག་བསང་སྒྲུབ་སྐུ་མདུན་ང་དང་དགེ་བཤེས་བླ་རམས་པ་ཚེ་དབང་རྒྱལ་མཚན་སྐུ་མདུན་ཀ་རྡོ་རྗེ་རྣམ་རྒྱལ་སྐུ་མདུན་དེ་སྣ་ཚོགས་ལ་དགེ་བཤེས་བཟང་སྐར་ལས་དེ་ནས་ང་དང་ཡང་ཨི་ན་ང་དང་བཀྲིས་བ་སལ་ཁན། ཨ་ཞང་ཚེ་རིང་སྤྲིན་སྒྲུབ་ལས་ཀ་སྟོབས་རྒྱལ་ལས་དེ་རིང་ང་དང་དེ་ནང་ཙོགས་ལ་ཁ་བཟང་མ་མང་པོ་ཞིག་བཞུགས་ཡོད་དེ་ནོག་དེ་ནི་ཁོང་ཚང་མའི་བཀའ་དྲིན་ལ་དེ་ནི་ང་དང་དེ་རིང་ནང་ཕ་ཆོས་སྐུལ་ཙོགས་པའི་ཕན་ཐོགས་སོ་དེ་ནི་ལགས་སྒང་པོ་མ་ཚར་པའི་ང་དང་ཧ་མ་ལེན་རིལ་ལྗོངས་སི་ནང་བཞུགས་ཡོད་ཁ་ནི་དེ་ནི་ནང་ཕ་སངས་རྒྱ་སི་མི་མང་སྒོན་ལ་ཕན་ཐོགས་སྒོན་ལྷས་བན་ཡོད་དེ་ནོག་ཡ་ལས་དེ་ནི་དེ་ནག་ཙོགས་ལ་དེ་རིང་ང་དང་སྤྱི་ཚོགས་སི་ནང་གཟའ་སྐར་འཕྲོ་སྦྱོར་བོ་དེ་ནས་ང་ད་མིག་སལ་འདུག་ང་དང་ནང་པ་སངས་རྒྱ་སི། ང་དེ་ནང་པའི་སྤྱི་ཚོགས་སི་ན་མ་ཁག་ཅ་འཇིག་ཐལ་ནོ་ཧ་ལས་དེ་རིང་ཁིམ་འཇིགས་སྤོ་གནང། ཡ་ནོ་ནོ་ནོ་མོ་ཞིག་འབྱོར་ཏེ་ང་དང་ཨ་འོན་ཡོང་བ་ཁྱེར་གནང། ཡ་དེ་རིང་ང་དང། དར་ཅོག་ཅིག་སྤར་གནང། ཡ་ང་དང་ཅི། ང་དང་ཆག་ལ་ཞིག་བཟའ་གནང། དེ་ནས་བཟའ་སྐར་འཕྲོ་སྦྱོར་བུ་ལ་གཟིགས་ཏེ། དེ་ནས་ང་དང་ཆག་ལ་གཟུགས་འཛ་ད་ནོ་ཧ་ལས་དེ་ནས་ང་དང་དེ་རིང། ལུས་ལུས་ཐེབས་ཡོད་ན་ལུས་སྟོར་དང་བཅས། དེ་ནི་ང་དང་ཤིང་ཧྲེག་སལ་ཅེས། ཡང་ལྟོས་མིན་པ་དེ་ནི་ང་དང་ཡང། ཅེས་ཕྱག་ལ་ཞིག་བརྫད་ནང་དུ་ནི་གཟའ་སྐར་ཁྲོ་ཇོར་བུ། ང་དང་རྨ་ཁག་ཆ་ནི་ནོག་ཡ་ལེ། དེ་ནི་ལྟོས་ང་བཞིན་བཞག་ཤིག་གཟོན་ལ། དེ་རིང་ང་དང་སློབ་དཔོན། ལྷག་བསམ་ཟླ་བ་སྐུ་མདུན་ལ་རྨ་ནི་སྙིང་དྲག་པ་ན་ཐུགས་རྗེ་ཆེ་བཞུས་ཏེ། དེ་ནི་སློབ་དཔོན་སྐུ་མདུན་ནི་བཀའ་དྲིན་ལྡན་པས་རང་སྣང་ཕ་ཆོས་སྐུལ་ཚོགས་པ་བཙུགས་ཟེར་ན་ཕར་ལར་བྱེད་ཆེད་མེད་ཡ་ལེ། ཀའོ་ང་དང་ཨི་ཟམ་ཟབ་མོ་ལྷགས་མོ་དང་མཉམ་པོ། རང་རང་གི་དུར་སོད་རིན་ཆེན་ཀུན། ང་དང་ཕི་ངེ་བཟའ་སྟེ་དེ་ནི་བསྟན་པའི་སློབ་དཔོན་སྐུ་མདུན། ང་དང།

དེ་ནས་ཁོང་གིས་བཀའ་དྲིན། ང་དང་མ་ནི་བརྗེད་བྱེད་མེད་དེ་ནས་ཁོང་མོ་ལ་རག་ཁྲིག་དྲག་ག་ལས། ངའི་ཐོ་རེ་ང་ཏོག་ན་བར་ལ་ངའི། བུ་ལས་ཡིན་མོ་ལ་རག་དེ་ནས་དེའུ་ང་དང་མ་རྒ་བ་སྒོམ་སྤྱོད་སི་ལ་ཞིག་གི་ནོ་བོ་ཟེར་དེ་ངའི་དེ་རིང། ཚང་མ་ལ་བཞུ་བ་ཡིན་དེ་ནོ་ཙོགས་ལ་དེ་ནས་ངའི་ཡང་ལྷན་ཅིག་དེ་ནས་ནང་པ་ཆོས་སྐུལ་ཚོགས་པའི་ཕྱོགས་ན་དེ་ནས་ཆོས་ཀྱི་སྐུལ་མ། དེ་ནས་ང་དང། ནང་བཞིན་ཆོས་སྐུལ་ཁྱབ་བསྒྲགས་ནང་བཞིན། དེ་ནས་ཡོངས་སྤྱི་ཞལ་ནི་ཟླ་གཉིས་མ་ན་བྷལ་ལ། དེ་ནས་ང་དང་ནང་བྷལ་ཆོས་སྐུལ་ཚོགས་པའི Facebook ངོ་དེབ་བརྒྱུད་དེ། དེ་ནས་ང་དང Live ཟུང་ཆོས་དགོན་ཀའོ་གུ་རུ་རིན་པོ་ཆེ་སངས་རྒྱས་གཉིས་པ་དེ་ནས་ང་དང་གུ་རུ་རིན་པོ་ཆེ་རྣམ་ཐར་བོ། དེ་ནས་ང་བཞིན་ཆད་མེད་ལ་བརྩམས་ཤིག་ཚགས་པ་རྣམ་ཐར་བོ། ང་དང་མཚར་མི་མཚར་དེ་དེ་ཚགས་པ་དེ་ནས་མཁན་རིན་པོ་ཆེ་དཀོན་མཆོག་གསང་སྒྲུབ་སྐུ་མདོ་ནས་ཕྱོགས་ན། དེ་ནས་བྷི་ཚོགས་ཆུ་ཚོད་བརྒྱད་ནང་བྷེ་ཏི་ཀ། དེ་ནས་ཟླ་གཉིས་མ། རིམས་སྲི། དེ་ནས་ང་དང་ཆད་མེད་ལ་ཟལ་བྱས་ཟིན། དེ་ནས་ང་དང་ཟླ་གཉིས་མའོ། ཅི་བ། ང་དང། གཟུགས་འབོར་དེ་ཡིན་ཟེར་ན་དུ་ཚོད་པོ། དེ་ནས་ཟླ་གཉིས་མའི་ཞག་དེ་རིང་ང་དང། གཞུང་ཡིན་ལ་སིར། ལ་སྣ་ཞིག་ག་སྐྱོད་ཁ་འཇིག་ཡིན་ནང། ཡ། སྒེར་ཡིན་ལ་སྣ་ཞིག་ག་སྐྱོད་ཁ་འཇིག་ཡིན་ནང། དེ་རིང་སློབ་ཕྲུག་ཞིག་ཡིན་ནང།

དེ་ནས་སྟེགས་བུ་འདྲུལ་ཏེ་སྟེང་ན་ཁང་པ་བསྐྱོད་དེ་ད་དེ་རིང་གསུང་ཆོས་སྦྱོང་བྱེད་འོ་དེ་འདོན་སྟངས་པོ་ང་དང་མགྱོགས་ས་རིག་ང་དང་གཟུགས་བྱོན་འཛེར་དེ་སྣང་ཚངས་སེ་བཀྲབས་གནང་བཞིན་དེ་ནས་ལྡ་ཉི་མ་ང་བཞེད་བོར་དེ་ཡིན་དེ་ཕྱི་ཉི་བཞེད་ཐུག་ན་ང་བོར་ར་ཟད་དེ་ནས་བཞག་སྟོང་ལྡ་ཉི་མ་རིམ་སེ་ཕི་ཏོ་ཆུ་ཚོད་བརྒྱད་ནང་བྷེ་ཏི་ཀ་མཁན་རིན་པོ་ཆེ་དཀོན་མཆོག་གསང་སྒྲུབ་སྐུ་མདོ་ནས་ཕྱོགས་ན་དེ་ནས་ང་དང་གནས་ཆེན་ང་དང་ཁྱད་པར་ཅན།

བྱིན་པའི་ནང་ན་སྤྱིན་པ་ཆེ་ཤོག་ཆོས་ཀྱི་སྤྱིན་པ། དེ་ནས་ང་དང། བྱིན་རླབས་པོ་ལེ་ན་བཟའ་དེ་སྟེ་ང་བཞིན་བཞུགས་བ་ཡིན། ཐུགས་རྗེ་ཆེའི་བཀའ་དྲིན་ཆེ་དེ་ནས། ངེད་ཅག་དགེ་བའི་བཤེས་གཉེན་བཀའ་དྲིན་ཅན་ཀུན་ལ་སྙིང་ཐག་པ་ན་ཐུགས་རྗེ་ཆེ་བཞིན་ཀའོ་ནང་པ་ཆོས་སྐུལ་ཚོགས་པ། ང་དང། རོགས་བཟའ་དེ་ཆོས་སྐུལ་ཚོགས་པ་ཕན་ཐོགས་འདུག་ཆོས་སྐུལ་ཚོགས་པའི་ལ་རྒྱ་ལ་བྱོ་རུག། ཟེར་ཏེ་དེ་ནས་ང་ཏང་ཨི་ཀ་ངེད་ཅག་བཀའ་དྲིན་ཅན་དགོན་ནས་གཟུང་ཆོས་དགོན་ས་ལེ་ཏུ་ཏུ་ཞིག་སྐབས་ང་ཏང་ཀྲི་བ་དགོན་ལ་གསུང་བླ་མཚལ་བྱེད་དེ་ནས་ཏེའུ་མིན་པ་དེ་ནས་ང་ཏང་གཡང་དེ་རིང་ང་ཏང་རྒྱལ་བའི་རྒྱུ་ངེད་ཅག་བཀའ་དྲིན་ཅན་སྤྱིན་བདག་ལྷན་རྒྱ་སྲིད་རྒྱ་མཚོ་ཆུ་ཐིགས་ཀྱི་དྲེལ་པ་ང་ཏང་ཚེར་རྒྱ་བཅོ་ལྔ་གནམ་གང་རིམ་སྲིད་དེ་ནས་ང་ཅག་ཆད་མེད་ལ་ཕུལ་འདུག་དེ་ནས་ཏེའུ་ངེད་ཅག་ཉིན་གུང་རུ་སྤོས་སྟེང་ན་ང་བཞི་བཞུ་བ་ཕུལ་ཏེ་ཐུགས་རྗེ་ཆེ་བཞུས་ཏེ་ང་བཞི་རེ་བ་བྱོན་དེ་ནས་ཏེའུ་སྤྱིན་པ་ཚང་མ་དེ་ནས་ང་བཞི་བདེན་པའི་རང་སེམས་ཅན་ཐམས་ཅད་ལ་ཕན་ཆེད། འགྲོ་བ་མི་རིགས་ལ་ཕན་ཆེད། ང་དང་མ་འཁྱུད་མཁན་མ་བསྡད་མཁན། དེ་ནི་ང་དང་བདག་མེད་སེམས་ཅན། ང་དང་ཁ་ན་སྤེ་ར་མ་ཟེར་མཁན་ནི་སེམས་ཅན་ཐམས་ཅད་ལ་ཕན་ཆེད། དེ་ནི་ང་དང་ཆགས་ལྷ་དགོན་ནང་ཕ་ཆོས་སྐུལ་ཚོགས་པའི་བྱོན་ཡོད། དེ་ནི་བལྟས་ན་ངེས་བཞེས་ཡང་སྤ་སྤེ་ཡོད། ན་དེ་ནི་དཀར་མེད་མོ་ལ་བཟའ་བཅུས་ཏེ་ཐུགས་རྗེ་ཆེ་བཀའ་དྲིན་ཆེ་དེ་ནི་ངེད་ཅག་ལྷན་རྒྱས་ལ་དམིགས་བསལ་དུ་ཁྱབ་བསྒྲགས་པོ་ང་དང། ཀར་སོང་ཨ་སྤེ་ལ་བཟའ་རྫི་སྟེ་སྔ་ཕྱི་ཉིན་གུང་རུས་སྤོས་བཏིང་ན་མཇལ་དར་དང་མཉམ་པོ་ངེད་ཅག་ཆོས་གྲོགས་ལྷན་རྒྱས་ལ་བཞུ་བ་ཕུལ་ལེན་ཐུགས་རྗེ་ཆེ་བཀའ་དྲིན་ཆེ་རྒྱུ་ལས།